འོ་ནང་པ་ཚོ་ཐོག་མར་འཚམས་འདྲི་ཞུ་བ་དང། དེ་ད་ལྟ་ཁོང་སྐལ་བཟང་རྒྱལ་མཚན་གྱི་བཀའ་མོལ་གྱི་ཨ་ནི་ད་ལྟ་བཀྲམ་བཞིན་པ་དེ་ཨ་ནི་བཀྲམ་མཁན་གྱི་སྤྱི་ཚོགས་རྒྱལ་ལམ་ཁག་ལ་ཨ་ནི་མི་སྣ་དེ་ཚོ་ང་རང་ཚོའི་གྱི་ནམ་རྒྱུན་གྱི་སྤྱི་ཚོགས་རྒྱལ་ལམ་ཁག་ལ་ནམ་རྒྱུན་ག་རེ་བྱེད་ཀྱི་ཡོད་རེད། ག་རེ་ལབ་ཀྱི་ཡོད་རེད། ད་ང་རང་ཚོ་ངོ་རྟགས་ཆོས་བརྒྱུད་ཅིག་ཡོད་རེད་བ། ངོ་རྟོགས་ཆོས་བརྒྱུད་ཀྱི་ནང་ལ་དགྲ་གཉེན་འདི་ཚོ་མི་སུ་དང་སུ་རེད། ཕྱོགས་འདྲ་བོ་དེ་ག་བ་ག་བ་ནས་རེད། ཨ་ནི་ངོ་རྟགས་མི་ཆོས་པ་དེ་ཡིན་པ་ཡིན་ན་ཡང་ཨ་ནི་ནམ་རྒྱན་ངོ་དེབ་དང་དེ་ཚོ་སྤྱི་ཚོགས་རྒྱུ་ནོམ་ཁག་གི་ཐོག་ན་ག་རེ་ག་རེ་བྱེད་གི་འདུག་ག་རེ་ག་རེ་བྲིས་གི་འདུག་འོ་དེ་ཚོ་བསམ་བློ་ཅིག་བཏང་ཡོང་ན་ང་ཚོའི་ཁོང་སྐལ་བཟང་རྒྱལ་མཚན་གྱི་གང་ལས་ད་རེས་ཚིག་ཐོག་རྫུན་མ་ཟིག་ཤོར་ཡོད་བ་དེ་ཡང་བེད་སྤྱོད་དང་དང་དེ་ལ་བལྟས་པ་ཡིན་ན། ད་དེ་འདྲས་ཅིག་དགོས་ཀྱི་ཡོད་པའི་རྣམ་པ་ཅིག་མཐོང་གི་འདུག་ད་དེའི་ཐོག་ནས་ག་རེ་མཚོན་གྱི་ཡོད་བ་རེད་ལབ་པ་ཡིན་ན། ངོ་གདོང་ཁྱོན་ནས་གསལ་བོ་མེད་པའི་སྤྱི་ཚོགས་དགེ་སློང་ཁག་ལ་ཨ་ནེ་ཤིག་ཆེན་པོ། ཡར་མར་ཁྱབ་སྤེལ་བྱེད་ཡ་དེའི་ཐོག་ནས་ག་རེ་མཚོན་གྱི་ཡོད་བ་རེད་ལབ་པ་ཡིན་ན་གོང་སྐལ་བཟང་རྒྱལ་མཚན་གྱི་དང་འབྲེལ་བའི་བཀའ་མོལ་དེ་ཨ་ནེ། ཧ་ལམ་ང་ཚོ་ཚོད་དཔག་བྱེད་བ་ཡིན་ན་རྒྱ་ནག་གཞུང་ལ་ཡང་ཨ་ནེ། དགེ་བའི་བཀའ་བྱེད་ཀྱི་ཆགས་མེད་འགྲོ་བསམ་བསམ་འདྲ་བོ་ཞིག་དྲན་གྱི་འདུག་ག་རེ་བྱིན་ལབ་པ་ཡིན་ན་བོད་རྒྱ་འབྲེལ་མོལ་དང། ཨ་ནི། འདི་ཚོ་ལ་བའི་རེ་བ་ཁྱོད་ནི་སྦྱང་གི་མེད་པར་རེ་བ་དོར་དགོས་ཀྱི་ཡོད་པ་ཨ་ནི་དབུ་མའི་ལམ་ལ་ཡིན་པ་ཡིན་ན་ཡང་ནི། མུ་མཐུད་ནས་བས་དེ་འགྲོ་ས་གི་ལམ། ད་ཡོ་ཨ་མ་རི་སེ་ཡ་ལ་སོགས་པ་དེ་འདྲའི་གི་ཆ་ནས་ང་རང་ཚོའི་མི་མང་གི་ནང་ལོགས་ལ་དོགས་པ། དོགས་པ་དང་ཐེ་ཚོམ་བསྐྲུན་གི་ཡོད་བ་རེད་བ། ག་རེ་བྱེད་ནས་ལབ་ན་ཁོ་རང་ལ། གོང་ས་སྐྱབས་མགོན་ཆེན་པོའི་སྐུ་ཚོགས་ཟེར་བ་གི་མཚན་གནས་ཡོད་བ་རེད་རྒྱ་ནག་ལ་ད་ག་མི་མང་གི་ནང་གི་ཐང་མ་མང་པོ་གི་ཚོ་ཚོགས་ཆུང་གི་ནང་ནས་ཕེབས་ཡོད་བ་སོང་ཙང། ཨ་ནེ་འཇིགས་མེད་ཚེ་ཞིབ་ཚང་པོ་མི་ཤེས་ཉིན་གཅིག་གི་ཨ་ནེ་རྒྱུ་མཚན་དེ་འདྲ་གཅིག་ལ་བརྟེན་ནས་ཡང་ཐུགས་དོགས་ཡོང་ཡ་དང་ཐེ་ཚོམ་ཡོང་ཡ་དང་ད་ག་འདྲས་ཡིན་ན་བསམ་བསམ་འདྲ་བོ་གཅིག་ཡོང་གི་རེད་པ། དེའི་ཐུགས་དོགས་དེ་ང་རང་ཚོ་སྤྱི་ཚོགས་ནང་ལ་བསྐྲུན་པ་ཡིན་པ་ཡིན་ན། ཨ་ནེ་ད་རྒྱ་ནག་གཞུང་ལ་དགོས་ཡ་གཅིག་གཅིག་དེ་རེད་པ། གཉིས་ནས་ད་ང་རང་ཚོ་རྣམས་ཀྱིས་བཤད་བསྡད་ཡ་དེ་ངོ་གདོང་གསལ་པོ་ཡོད་མཁན་གྱི་ནང་ལ་བཀྲམ་མཁན་དེ་ཚོ་རྣམས་རྒྱན་ག་རེ་ག་རེ་བྱེད་ཀྱི་འདུག། དགོན་གསར་སྐྱབས་མགོན་ཆེན་པོའི་འོད་འཕྲེལ་ལ་ཡིད་ཆེས་བློ་གཏོད་ག་ཚོད་ཟིག་བྱེད་ཀྱི་འདུག་ཇི་སྟོང་དགོན་གསར་སྐྱབས་མགོན་ཆེན་པོ་ངེས་འཛིན་བྱེད་སྟངས་དེ་ག་འདྲ་ཞིག་རེད་གཉིས་ནས་ལྷག་པར་དུ་ཨ་ནེ་ཕོ་པ་སྤྱན་རས་གཟིགས་དང་བོད་གཉིས་ཀྱི་ཨ་ནེ་ཐུན་མོང་མ་ཡིན་པའི་དམ་ཚིག་གི་འབྲེལ་བ་ལ་ངེས་འཛིན་བྱེད་སྟངས་ག་འདྲ་རེད་དེའི་དྲངས་པའི་གནད་ཅིག་ང་རང་ཚོ་གཅིག་ག་རེ་ཟེར་གི་རེད། ཤེས་གི་ལྕགས་རི་ལམ་ན་ཡིན་འདྲ་འདུག་ནང་གི་ནོར་བུ་ཟིན་ན་ཡིན་འདྲ་འདུག་ང་རང་ཚོ་བོད་མི་རིགས་ལ། རྒྱུ་འབྲས་ཟེར་ཡག་གི་དང་དངོས་གནས་དྲང་གནས་ཀྱི་མ་འདྲ་བ་གཅིག་ཡོད་པ་དེ། ཨ་ནི། རྦད་དེ་ག་རེ་ཟེར་གི་རེད། ཁྱད་ཟས་ནི་ནམ་ཞག་རྒྱུན་དུ་ཨ་ནི་ལས་ཀ་བྱེད་སྟངས་གི་ནང་ལོགས་ལ། ག་རེ་ག་རེ་གནང་གི་འདུག་དེ་རྩ་ཆེན་པོ་བརྩི་བའི་ཐོག་ནས་བོད་མི་རིགས་ཀྱི་འཐབ་རྩོད་ཀྱི་རྙང་དོན་གྱི་གཙོ་བོ་འདྲ་བོ་དེ་ངེས་འཛིན་བྱེད་སྟངས་དེ་གི་ཐོག་ལ་ཡིན་པ་ཡིན་ན་རྣམ་རྒྱལ་དང་རྣམ་རྒྱལ་ག་འདྲས་བསྟན་གྱི་ཡོད་མེད་ཀྱི་ཐོག་ནས་བལྟས་པ་ཡིན་ན་ད་རེས་ཀོང་ཀཱ་ཟི་རྒྱལ་མཚན་གྱི་སྐད་ཆ་དེ་ཨ་ནེ་བཀྲམ་མཁན་རིགས་གཉིས་གཅིག་བྱུང་པ་དེའི་ཐོག་ནས་ང་རང་ཚོས་གོང་སྐལ་བཟང་རྒྱལ་མཚན་གྱི་སྐད་ཆ་དེའི་སྒང་ལ་ཕྲན་བུ་གཅིག་སྐད་ཆ་གཅིག་བཤད་བཞག་ན་ཨ་ནི་ཁྱད་པར་མི་འདུག་བསམ་བསམ་རེ་བ་ཅིག་སྤྲད་མི་འདུག་ཤེས་ད་ཞུས་མ་ཞུས་སུ་སྐལ་ཡོག་མར་མ་ཞུས་ནས་ཀྱང་ཨ་ནི་སྐུ་ངོ་གི་ད་ཅང་ད་གར་ཙམ་ཁ་ཆད་དེ་འགྲིལ་མི་འདུག་ཟེར་ནས་ཡང་བསྐྱར་ཅིག་གསུངས་ན་ཡང་ཅང་དགེ་བ་ཟེར་སྐལ་ཡོག་མར་བ། ཨོ་དེ་ཆ་མེད་མེད། གསུང་ན་ཡ་ད་ཅང་ཁྱེད་རང་མིག་ཟེར་གི་ཅིག་ཞོར་ཞོར་ཅིག་ཕན་ཐོག་ཅིག་ཡོང་གི་རེད་བསམ་བསམ་འདྲ་བོ་ཅིག་ཡ་དྲན་གི་མི་འདུག་ད་ག་ཅང་ནས་འགྲོ་ཚར་བ་རེད་བ། ཨོ་དེ་འདྲ་བྱེད་དུས་ནི་ད་གོང་འོག་གི་སྐད་ཆ་ངེས་གཞི་གི་ཐོག་ལ་མ་ར་བ་བ་ཡིན་ན་ཨ་ནི་ད་ལྟའི་རྒྱ་ནག་གཞུང་གི་མཉམ་དུ་ཨ་ནི་ང་རང་ཚོ་མང་དོན་ཚོང་པའི་ད་འབྲེལ་མོལ་ཟེར་ན་ཡང་འདྲ་འདུག་ཞིབ་འབྲིག་ཟེར་ན་ཡང་འདྲ་འདུག་ཞིབ་མོལ་ཟེར་ན་ཡང་འདྲ་འདུག་ཨོ་ད་དེ་ཚོ་ཡོང་ཡག་རེད་ད་བེ་རེ་བ་ཁྱོད་ནི་མེ་འབག་ཙམ་དུ་མ་ཟད་པའི་སྤྱིར་བཏང་གི་ང་རང་ཚོའི་ཞི་འགྲིག་དང་ཞི་མོལ་གྱི་ཐོག་ལ་བོད་རྒྱ་འབྲེལ་མོལ་གྱི་ཐོག་ལ་ང་རང་ཚོའི་རེ་བ་དེ་གཏོར་དགོས་འདུག་ཨཱ་དེའི་ཚབ་ལ་ནི་རྒྱ་ནག་ལ་འཕོ་འགྱུར་ཡོང་ཡག་གི་ཨཱ་ནི་བེ་སྔོན་ཞིག་རྒྱ་ནག་གི་ནང་ནས་གནོན་ཤུགས་སྤྲོད་ཐུབ་ཡ་དང་ནི་རྒྱལ་སྤྱིའི་སྒང་ནས་གནོན་ཤུགས་སྤྲོད་ཐུབ་ཡ་གི་ནི་ཨོ་དེ་འདྲའི་གི་ཤུགས་རྒྱག་དགོས་གི་འདུག་ཟེར་ནས་ཨོ་དེ་འདྲའི་བཀའ་མོལ་གཅིག་སོང་ཡོང་དེ་བཀའ་མོལ་དེ་དེ་སུ་གཅིག་གར་ཟེར་གི་རེད་རྙོག་དྲ་ཚ་བོ་ཟེར་ན་ཡང་མི་འདུག་རྩ་བ་བརྟན་པོ་མེད་པ་ཨ་ནི་གཅིག་གར་ཟེར་གི་རེད་ག་འདྲས་གཅིག་ཡིན་ན་ཨ་བསམ་བསམ་འདྲ་བོ་གཅིག་ཨོ་དེ་འདྲས་གཅིག་རེད་འདུག་བ། ད་རྣམ་རྒྱལ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨ་ནེ་སྐྱབས་རྗེ། ལྷོ་ཁ་ཟམ་གདོང་རིན་པོ་ཆེ་རྣམ་པ་གཉིས་ཀྱི་ལམ་སྟོན་ད་ལྟ་བར་དུ་ང་རང་ཚོ་རྩ་དོན་གྱི་ཐོག་ལ་དངོས་གནས་དྲང་གནས་ཀྱི་ལམ་སྟོན་གནང་བཞག་རྒྱུ་འདི་ཚོ་ལ་མཇལ་མྱོང་མཁན་ཅིག་ཡིན་པ་ཡིན་ན། ད་ག་རེ་ཅིན་ལབ་པ་ཡིན་ནམ། དེ་འདྲའི་གི་ཀ་མེད་གནང་ཡོང་ན། ང་རང་ཚོའི་བོད་རྒྱ་འདྲེས་མེད་ཀྱི་ཐོག་ལ་རྦད་དེ་རེ་བ་ཁོ་ར། སྦྱང་གི་མེད་པ་ཙམ་དུ་མ་ཟད་པའི་རེ་བ་དོར་དགོས་འདུག་ཟེར་ནས་ཞུས་ཡོང་པ་ཡིན་ན། སྤྱིར་བཏང་གི་ང་རང་ཚོའི་འཚེ་མེད་ཞི་བ་དང། གཉིས་སྨན་དབུ་མའི་ལམ་གྱི་དཔེ་དེབ་ལྟ་གྲུབ་དེའི་ཐོག་ལ་ང་རང་ཚོའི་འཚེ་མེད་ཞི་བོད་ཀྱི་བདེན་དོན་འཐབ་རྩོད་འདི་འཚེ་མེད་ཞི་བའི་ལམ་ནས་རྦད་དེ་ད་ང་རྒྱལ་རིང་པོ་གི་ཐོག་ནས་དེ་ཚོད་ཡིན་པ་ཡིན་ན་ཡང་ད་གང་ལ་གང་འཚམ་ཅིག་ང་རང་ཚོ་མི་རབས་ཡིན་པ་ཡིན་ན་ཡང་ཁ་ཤས་ཤིག་བསྒྲིག་དགོས་ཀྱི་ཡོད་པ་ཡིན་ན་ཡང། ང་ཚོའི་རང་གཞན་གཉིས་མེད་དང། ལྷག་པར་དུ་ཨ་ནི་རྒྱ་ནག་གཞུང་གི་ཕྱོགས་ནས་ང་རང་ཚོའི་ཐོག་ལ་ཡིད་ཆེས་འགྲན་ཐུབ་ཡ་ཅིག་ཡིད་ཆེས་རྦད་དེ་རང་ཉིན་མ་ནས་ཉིན་མ་ལོ་རེ་ནས་ལོ་རེ་ཡིད་ཆེས་བསྐྲུན་ཐུབ་ཡ་ཅིག་ཨ་ནི་ང་རང་ཚོའི། ད་རྦད་དེ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་བྱེད་ཀྱི་ཡོད་པ་དེ་ད་གསལ་པོ་རེད་བ། དེ་འབྲེལ་གྱི་ཆབ་སྲིད་ཀྱི་ཐབས་ཚད་ནི་གཉིས་མེད་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ང་རང་ཚོའི་ད་རྨང་གཞི་གྱི་ཆོད་སེམས་བརྟན་པོ་དེའི་ཐོག་ནས་ང་ཚོས་ངོ་གནས་དྲངས་ནས་ད་རྒྱ་ནག་གཞུང་ལ་མེ་ཚུགས་མེ་བརྟུལ་བྱེད་པའི་ཐོག་ནས་ང་རང་ཚོས་ད། བདེན་དོན་གྱི་གནས་ཚད་བོད་ནང་གི་ཉི་མ་རེ་རེ་གི་དཀའ་ངལ་འོ་དེ་ཚོ་ཚང་མ་ནོར་མར་འགྲེལ་བརྗོད་བྱེད་གནས་ཅིག་ག་རེ་སྲིད་པ་རེད། རྒྱ་ནག་གཞུང་གི་གནས་ཉམས་དེ་ང་རང་ཚོས་ཀྱི་འཁོན་འཛིན་དང་དགྲར་འཛིན་གི་བསམ་པ་དེ་ཚོ་དོར་བའི་ཐོག་ནས་རྒྱ་ནག་གཞུང་གི་དཔོན་རིགས་དེ་ཚོ་གི་ཉམས་དེ་ནོར་འཁྲེལ་ཅན་གི་སྲིད་སྤྱི་ཚད་ལས་བརྒལ་བའི་སྲིད་སྤྱི་མི་སྤྱི་ལས་འདས་པའི་སྲིད་སྤྱི་གདུག་རྩུབ་ཅན་གྱི་སྲིད་ཇུས་དེ་ཚོ་ཡོངས་རྫོགས་ང་རང་ཚོས་པའི་ཐེར་འདོན་བྱས་པའི་ཐོག་ནས་ནི་ཅི་ངོ་ནས་དྲང་གནས་རེད་གར་ཟེར་བ་རེད། ཐུབ་པས་ཉོན་མོངས་དགྲར་གཟིགས་ཀྱི་ཉོན་མོངས་དང་འདྲེ་གང་ཟག་མིན་རྒྱ་ནག་གཞུང་གི་མགོ་ཁྲིད་ཐལ་ཆ་ཅན་དེ་ཚོ་གི་བོད་ཀྱི་ཐོག་ལ་ལག་བསྟར་བྱས་པའི་སྲིད་ཇུས་ནོར་འཁྲེལ་ཅན་དེ་ཚོ་ང་རང་ཚོས་ཐེར་འདོན་བྱས་པ་ཐེར་འདོན་བྱས་པ་དེ་ཡང་ཁུངས་ལུང་ཡོད་པའི་ཐོག་ནས། ངྷ་རམས་སུའི་འཐབ་རྩོད་ཀྱི་བྱེད་སྟངས་འདྲ་བོ་སྟེ། དེ་འདྲ་བར་དུ་དེ་འདྲ་གཅིག་གི་ཐོག་ནས་རྒྱལ་སྤྱིའི་ཐོག་ལ་ཡིན་པ་ཡིན་ན་ཡང་ངྷ་རམས་སུ་འགྲོ་གི་ཡོད་ནི་མ་གཏོགས་པའི་རྒྱ་ནག་གཞུང་གི་བོད་ནང་ལ་ལག་བསྟར་བྱས་པའི་སྲིད་བྱུས་དེ་ཚོའི་ཐོག་ལ་མིན་པ་གཅིག་ཡིན་པ་དང་ཡིན་པ་མིན་པར་སྒྲུབ་པ་ལ་སོགས་པ་གི་ཡང་ན་ནི་ཆབ་སྲིད་སྡེ་ཚན་དང། དམིགས་ཡས། སྣ་མ་སྣ་ཚོགས་འཆམ་ཁེངས་ཀྱི་སྡེ་ཚན་དེ་ཚོ་གི་མཉམ་དུ་ང་རང་ཚོས་ཨ་ནེ་ཅིག་ག་རེ་ཟེར་དགོས་རེད་མོན་པ་ལག་འབྲེལ་བཅས་པའི་ཐོག་ནས་ཨ་ནེ་ཨ་ནེ་ཅིག་ཆབ་སྲིད་བཙོག་པ་རིང་གི་ཐོག་ནས་ང་ཚོས་རྒྱ་ནག་གཞུང་ལ་ཁ་བཏོད་བཅོག་གི་མེད་ཙང་ཨ་ནེ་གོང་ས་སྐྱབས་མགོན་ཆེན་པོའི་བཀའ་སློབ་གི་ནང་ལེན་པ་ཡིན་ན་ཡང་ཡང་མཇལ་གྱི་ཡོད་པ་ཅིག་ལ་རང་རྐང་ཚུགས་པའི།

ང་རང་ཚོ་ཨ་ནེ་འཚེ་བ་མེད་པའི་ངོ་ནས་ཀྱང་ནེ་ཝེ་ཀ་ཀྲོ་ལ་སོགས་པ་དེ་འདྲའི་གི་ཐོག་ནས་བསམ་བློ་བཏང་ཡོང་དུས་རྒྱ་ནག་གཞུང་གི་མཉམ་དུ་ཞུ་འགྲིག་ཡོང་ཡ་གི་རེ་བ་ཁོ་ར་གཏོར་དགོས་ར་ལབ་དེ་རྩ་བ་ཁོ་རང་ལ་ཏག་ཏག་ཅིག་མ་བསྡད་ཅིག་གསལ་བ་ཁོ་རང་ལ་དང་འགལ་ཟླའི་ཉོན་འདྲ་བོ་བྱུང་བར་བ་ངའི་ཚེ་དེ་ང་རང་སེམས་ལ་རྦད་དེ་ལམ་སང་ན་ཅིག་དཀར་ཟེར་བར་ཀྲོག་བཞག་འདུག་བ་སྐད་ཆ་དེ་འདྲ་ཅིག་བཤད་ཡང་འདི་ངས་རེ་བ་གཏོར་རྒོལ་རེ་ལབ་དུས་ད་འདིའི་སྲིད་འཛིན་ལྷག་པར་དུ་ད་ལྟའི་ཞི་ཅིན་ཕིང་གི་མགོ་ཁྲིད་པའི་རྒྱ་ནག་གཞུང་གི་མཉམ་དུ། འབྲེལ་མོལ་ལ་རེ་བ་མེད་པར་རེ་བ་གཏོར་དགོས་ཡག་གི་རྒྱུ་མཚན་སྔོན་མ་ཁག་ལས་སྔོན་མ་གི་སྲིད་འཛིན་ཁག་ལས་ད་ལྟའི་སྲིད་འཛིན་གི་མཉམ་དུ་རྒྱུ་མཚན་དམིགས་བསལ་ཅན་དེ་འདྲས་ཡོད་པ་ཨ་ནི་རྒྱུ་མཚན་འདི་དང་འདི་ཡིན་ལ་ཁ་གསལ་པོ་གི་ཐོག་ནས་ཨ་ནི་གསུང་ཡ་ལ་སོགས་པ་དེ་འདྲས་གི་ཡང་ཅིག་ངོམ་རྒྱན་གྱི་ང་རང་ཚོའི་གར་སའི་གོ་རེ། རྒྱུ་མཚན། སྒྲུབ་བྱེད་ཡོད་པའི་ཐོག་ནས་ནི་ཨ་ནེ་ནང་གསུངས་མི་འདུག། དེ་བྱེད་དུས་ནི་ཨ་ནེ། བཀའ་མོལ་དེ་གཞིར་རྩ་བཅུག་བ་རེད་བ། གཞིར་རྩ་དེ་ལ་ནི་ང་ཚོས་ཅིག། ཨ་ཁ། ད་ག་འདྲེ་ཅིག་གི་ནང་ཨ་སང་ཚུམ་རོ། གོང་ས་སྐྱབས་མགོན་ཆེན་པོའི་སྐུ་ཚུབ་གནང་མྱོང་པ་རེད་སྐུ་ཚུབ་གསུར་པའི་མཚན་ནི་ཡོད་རེད་ད་ནི་གོང་ས་སྐྱབས་མགོན་ཆེན་པོའི་དགོངས་གཞི་གོང་ས་སྐྱབས་མགོན་ཆེན་པོའི་བསྟན་ལ་ག་རེ་ག་རེ་ག་རེ་གནང་མེད་ཆབ་སྲིད་གི་ཐོག་ལ་ཨ་ནི་ཕྱག་ལས་གནང་སྟངས་དང་དེ་ཚོ་ག་འདྲེ་ཅིག་ཡིན་མིན་དེ་ཚོ་གི་ཐོག་ག་དུས་ཡིན་པ་ཡིན་ན་དེ་དག་ལ་ཐོན་པའི་ཐོག་ནས། ཆ་ཚང་གཅིག་དགོངས་པ་འོས་འགྲོ་མེད་པ་ཡིན་ན་ཡང། གཅིག་དངོས་གཞི་དགེ་སེམས་ལ་བཞག་རྩིས་ཡོད་པ་ཅིག་དེ་ཀོང་ས་སྐྱབས་མགོན་ཆེན་པོ་དགོངས་བཞེས་ཀྱི་དེ་ཚོད་ཅིག་ཡོད་དགོས་ཡ་གཅིག་རེད་བ་ཉོང་ཐག་ལ། དེ་བྱེད་དུས་ནི་དེ་ཡང་རྦད་དེ་ང་རང་ཚོ་གཅིག་ངོ་རང་བཞིན་མེད་ལ་གཅིག་རྟོགས་པ་ཡོང་ཡ་གཅིག་བྱེད། ཨ་ནི་ལྷག་པར་དུ་བོད་རྒྱ་འབྲེལ་མོལ་གྱི་གནས་ཚད་དེ་ཐོག་ལ་རེ་བ་མེད་པས་མ་ཟད།

ད་ནུས་ཤིང་ཟེར། ཐད་ཀར་གྱི་ནུས་ཤིང་ཟེར་ནས་དེ་འདྲས་ཀྱང་མ་རེད་དེ། ང་རང་ཚོས ྋགོང་ས ྋསྐྱབས་མགོན་ཆེན་པོའི་དེ་སྔ་ཆབ་སྲིད་ཀྱི་དབུ་ཁྲིད་པའི་དང་སྐབས་ལ་དེ་འདྲས་ཀྱི་ཚུལ་དེ་འདྲས་བཟུང་གི་ཡང་མ་རེད་ལ་དེ་འདྲས་ཀྱི་ཀི་སློང་བ་ཡོད་ཡང་མ་རེད་དེ། ཡིན་ན་ཡང་རྒྱ་ནག་གཞུང་གིས་བོད་ནང་ལ་ལག་བསྟར་བྱས་པའི་སྲིད་བྱུས་དང་བོད་ཀྱི་དེང་དོན་གྱི་གནས་ཚད་ཡོངས་རྫོགས་ནི་རྒྱལ་སྤྱིའི་སྒང་ལ་ལན་མ་འཁྱོལ་བ་ཅིག་དང་རྒྱལ་སྤྱིའི་སྒང་ལ་གསལ་བོ་བཟོ་མ་ཐུབ་པར་གནས་སྟངས་གང་ཡང་ཡོད་མ་རེད། ལྷག་པར་དུ་རྒྱ་རིགས་ནང་ལ་ཡིན་པ་ཡིན་ན་ཡང་རྒྱ་རིགས་ཤེས་འཇོན་དེ་ཚོ་བརྒྱུད་ནས། རྒྱ་ནག་ནང་ལ་ཡིན་པ་ཡིན་ན་ཤིག་ཁྱིམ་དཔེ་ཤིག་ཆེན་པོ་ཐེབས་ཡོད་བ་རེད་བ། ཨ་དེ་ཆོས་དུས་དེ་སྔ་ང་རང་ཚོའི་མ་མང་པ་ཅིག་དང། ཨ་ནེ་དམ་ད་པེ་དེ་གསར་པ་ནང་གི་ཡོད་པ་དེ་དེ་འདྲའི་ད་གང་ཡང་མ་རེད་བ། ལྷག་པར་དུ་ཁོང་སྐལ་བཟང་རྒྱ་མཚོའི་འདྲ་བོ་ཅིག་ཡིན་པ་ཡིན་ན། དེ་སྔ་དོན་གཅོད་གནང་མྱོང་མྱིན་ཅིག་རེད། དེ་རྗེས་ལ་ཡོ་རོབ་ཀྱི་དམིགས་བསལ་སྐུ་ཚབ་གནང་མྱོང་མྱིན་ཅིག་རེད། སོ་སོ་གི་གོང་ས་སྐྱབས་མགོན་ཆེན་པོ་སྐུ་གཙུག་གི་མཚན་གནས་མཁས་པའི་ཐོག་ནས་རྒྱལ་སྤྱིའི་སྒང་ལ་ཕྱག་ལས་གནང་པའི་སྐབས་ལ། རྒྱལ་སྤྱིའི་སྒང་ལ་ཨ་ནེ་བོད་ཀྱི་གནས་ཚད་ཀྱི་ཐོག་ལ་ཞུ་རྒྱུ་ལྷག་ལས་ཕྱིན་པ་དང་ཡང་ན་ཅིག་རྒྱ་ནག་ལ་བསྟུན་མཁས་ཀྱི་ཐོག་ནས་མ་བཤད་པ། མ་གར་སི་བེར་སྦས་བཞག་པ་དང་བཀའ་བཞག་པ་དང་དེ་འདྲ་གང་ཡང་ཡོད་མ་རེད་བ། ཀོང་ཀི་སི་རྒྱལ་མཚན་མཁར་རྩེན་ག་ངོས་དེ་གྲུབ་མཁན་འདི་ཚོ་གི་ནང་ལོགས་ལ། དེ་འདྲའི་རྒྱ་ནག་ལ་བསྟུན་མཁན་གྱི་ཐོག་ནས་རྒྱལ་སྤྱི་གང་ལ་ཡིན་པ་ཡིན་ན་ཡང། ཅིག་བཤད་སྟངས་གི་ཚུགས་ཚིག་ཡིན་པ་ཡིན་ན་ཡང་འདྲ་བཤད་ཡག་གི་སྟོན་དག་གི་ཐོག་ལ་ཡིན་པ་ཡིན་ན་ཡང། དེ་འདྲ་ཅིག་མ་བཤད་པ་དང། ཚ་ཚ་འུར་འུར་མ་བྱས་པ་རེད་སེམས་ཉིད་འགྲོ་དེ་འདྲ་ཡོང་གི་ཡོད་རེད་ཡིན་ན་ཡང་དངོས་ཡོད་གནས་ཚད་ལ་དེ་འདྲའི་རྩ་བ་ཉིད་ནས་མ་རེད་བ། ང་རང་ཚོའི་དམ་དྲག་ནས་ཡར་བརྩིས་པའི་བརྩིས་པ་ཡིན་ན་ཉིས་སྟོང་གཅིག་གཅིག་གི་སྔོན་གྱི ྋགོང་ས་སྐྱབས་མགོན་ཆེན་པོའི་དབུ་ཁྲིད་པའི་སྐབས་ཀྱི་རྒྱལ་སྤྱིའི་སྒང་གི་ང་ཚོའི་བོད་དོན་གྱི་གནས་ཚད་ལ་ང་ཚོ་ད་ལྟ་མཇལ་ཡ་ཡོད་རེད་པ། དེ་གཅིག་སྒྲུང་གི་གནས་ཚད་འདྲ་བོ་གཅིག་དང་ལོ་གཅིག་སྟོང་གཉིས་སྟོང་གི་སྔོན་གྱི་གནས་ཚད་མ་རེད་པ། སྒྲ་དང་གཟིགས་དང་ཚང་མ་ལ་མཇལ་ཡ་ཡོད་རེད་པ། དེ་ཚོ་གཅིག་ལྟ་ན་ཐ་ན་བོད་དོན་རྒྱབ་སྐྱོར་ཚོགས་པ་གཅིག་གི་ཚོགས་འདུ་ཚོགས་སྟངས་ཚུན་ཆད་ལ་ཡིན་ན་འདྲ་གི་མི་འདུག་བ། དེ་བྱས་དུས། ང་རང་ཚོ་དེ་རང་སང་ནས་གོང་ས་སྐྱབས་མགོན་ཆེན་པོ་དབུ་ཁྲིད་མེད་པའི་སྐབས་ལ་སྐུ་ངལ་ཕྲན་ནས་རྒྱལ་སྤྱིའི་སྒང་ལ་ངོ་གནས་དྲངས་ནས་ཅིག་ང་རང་ཚོ་བོད་ཀྱི་གནས་ཚིག་གི་ཐོག་ལ་དབུ་ཁྲིད་རིམ་པ་གི་ཐོག་ལ་ཚེ་ར་ཆེ་མཐོང་གི་ཐོག་ལ་གོང་ས་སྐྱབས་མགོན་ཆེན་པོ་ནང་བཞིན་ཅིག་ང་རང་ཚོ་ནང་ལ་མེད་ཙང་ཨ་ནི་དེའི་ཤི་རྐྱེན་གི་ཐོག་ནས་བོད་ཀྱི་རྩ་དོན་གི་ཐོག་ལ་ཡིན་པ་ཡིན་ན་ཡང་ཡིན་ན་ཡང་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་ཡོད་པའི་སྐབས་དང་ཁྱོད་ནས་མ་འདྲ་བའི་ཐོག་ནས་དེ་རང་སང་ཉིན་འདྲ་བོ་ཅིག་ཡིན་པ་ཡིན་ན་དོར་སྣང། མྱོང་རིག་ཆེན་དེ་ཡོད་རེད་མ་གཏོགས་པའི་དེ་སྔ་གོང་ས་སྐྱབས་མགོན་ཆེན་པོའི་ཐོག་དབུ་ཁྲིད་པའི་སྐབས་ལ། རྒྱལ་སྤྱིའི་ནང་ལ་བོད་དོན་གནས་ཚད་བདེན་རྒྱབ་ཡོང་ཡག་གི་གནས་ཚད་རྦད་དེ། ད་གང་གནང་གྱི་ཡོད་པ་དེ་མ་གནང་བ་གཅིག་དང། ཨ་ནེ། རྒྱ་ནག་ཏུ་ཤོད་འཇིན་དུ་བཟོ་ལ་བགྱིད་ནས་དེ་འདྲ་མ་བྱས་པ་གཅིག་ཀྱང་ཡོང་བ་མ་རེད་བ། གཅིག་ཀྱང་ཡོང་བ་མ་རེད་དེ་ཡང། ཅིག་ཉེ་བའི་ལོ་ཁ་ཤས་ཅིག་གི་ནང་ནས་ནས་འགོ་བཙུགས་བཞག་པ་འགྲོ་དེ་འདྲ་མ་རུ་བ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་མར་དགུ་ནས་བཙན་ཤུལ་ལ་འབྱོར་བ་དང་མཉམ་དུ་ད་འགོ་བཙུགས་ནས་རིམ་པས་ཕྱི་ནས་ཡོང་བྱ་རྒྱུ་ཅིག་རུ་བ། དེ་ཚོ་ཚང་མ་ལོ་ཟླ་ངར་ཚོད་དགོས་རེད། རེ་རེ་རེ་རེ་བྱས་ནས་བགྲང་དགོས་ཡག་གི་མི་འདུག་བ་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་གཏུག་བྱས་པ་ནས་བཟུང་སྟེ་ང་ཚོས་ཅིག་བྱས་པ་ཡིན་ན ྋགོང་ས ྋསྐྱབས་མགོན་ཆེན་པོས་དར་བསྡུམས་ཏེ། བཀའ་སློབ་གནང་ལ་མཇལ་ཡོང་བ། ཉམས་མོ་མ་ཟིན་པ་མ་རེད། སྐར་ས་ཉམས་མོ་མ་ཟིན་པ་རེད་མ་གཏོགས་ཚོད་ཐག་མ་བསྐོར་བ་མ་རེད། ད་བསྡོམས་དེ་དུས་སུ་བསྒྱུར་ཡོང་བ་རེད་བ། བཀའ་བློན་ཁྲི་བ་ཡིན་ན་ཡང་ད་བར་རང་སོང་ཡོད་བ། དེ་བྱས་དུས་ཨ་ནི་ད་ལྟ་གི་དམིགས་བསལ་གྱི་གསར་པ་ཅིག་ལྷག་པར་དུ་ད་ལྟ་ཚིག་དེ་འདྲའི་བེད་སྤྱོད་བཏང་ནས་རྒྱ་ནག་ལ་དངོས་གནས་དྲང་ནས་དགོས་ཡག་གི་དངོས་གཞི་གི་ཟེར་ཡག་གི་དེ་འདྲའི་གི་ཚིག་ཁོ་རང་བེད་སྤྱོད་བཏང་བ་ཡིན་པ་ཡིན་ན། དེ་སྔ་གོང་ས་སྐྱབས་མགོན་ཆེན་པོའི་སྐུ་ཚོགས་སྐལ་བཟང་རྒྱལ་མཚན་ཁོ་རང་རང་སྐུ་ཚོགས་ལ་འགྲོ་བའི་སྐབས་ལ་ཡིན་པ་ཡིན་ན། རྒྱ་ནག་པ་ང་རང་ཚོའི་གནོན་ཤུགས་མ་སྤྲོད་པ་ཅིག་གནོན་ཤུགས་ཀྱི་ངོ་བོ་དང། ལྷག་པར་དུ་ཨ་ནི་རྒྱ་ནག་ལ་དགྲ་འཛིན་གྱི་ཨ་ནི་ཚོགས་སྡེ་དེ་ཚོ་གི་མཉམ་དུ་ཁྱོད་རང་ཚོ་ལག་པ་ཆེན་པོ་དུ་སེར་ལ་སོགས་པ་གི་ད་བེད་ཀར་ཟེར་བར་གཞི་རྩ་མེད་པའི་སྐམ་པོ་མང་པོ་གནང་ཡོད་རེད་བ། དེ་འདྲའི་ཞིག་གི་སྐབས་ལ། གནོན་ཤུགས་བསལ་བའི་ཚུལ་དེ། སོ་སོ་བའི་ཕར་སོང་ཅོག་ཙེའི་སྒང་ནས་ག་མོས་ནང་ཉིན་ཅིག་ཡིན་པ་དེའི་ཐོག་ནས་གནོན་ཤུགས་དེ་འདྲའི་ཞིག་སྤྲད་དགོས་ཀྱི་འདུག་རྒྱ་ནག་གཞུང་ལ་དེ་འདྲའི་ཞིག་རྒྱལ་སྤྱིའི་སྒང་ནས་སྤྲོད་དགོས་ཀྱི་འདུག་ཟེར་ནས་ད་ལྟ་ལབ་ཡོང་ན་ཡིན་ན། གནོན་ཤུགས་བསལ་བའི་ཚུལ་དེ་ཁོ་རང། ཁོ་རང་ཚོ་དགོས་རྒྱུ་ཅིག་ཆགས་ཀྱི་རེད་དམ། ང་རང་ཚོ་ཕན་ཐོགས་ཡོད་རྒྱུ་ཅིག་ཆགས་ཀྱི་རེད། ད་ལྟའི་གསལ་པོར་བ་དེ་ཤིང་སྒིར་བ་གོང་གི་རྒྱལ་མཚན་གྱི་ཁེངས་སྒིར་བ། གོང་གསལ་སྐྱབས་མགོན་ཆེན་པོས། དེ་སྔ་ཨ་མ་རི་ཀ་ནང་ནས་སློབ་གྲྭ་པོ་མང་པོ་ཅིག་ལ་བཀའ་སློབ་གནང་བཞིན་འཇོག་མའི་ལམ་དང་འབྲེལ་བའི་ནང་ལ་ད་ལྟ་ཚང་མས་དྲན་ལམ་ན་ཡོད་བ། དེ་ནང་ལོགས་ལ། རྒྱ་ནག་གཞུང་གི་མཁྲེགས་འཛིན་ཅན་གྱི་མགོ་ཁྲིད་དེ་ཚོ་ལ། ཨ་ནེ། ང་ཚོ་ཁ་བྲལ་དང་རང་བཙན་དང་དེ་འབྲེལ་གྱི་ལས་འགུལ་ཁོ་ཚོ་དགོས་ཀྱི་འདུག། དེ་འདྲས་ཡོད་པ་ཡིན་ན། ཁོ་རང་ཚོ་བོད་ཀྱི་ཐོག་ལ་དྲག་གནོན་བྱེད་ཡ་དང་དྲག་རྡུང་བྱེད་ཡ་གི་ཁོ་རང་ཚོས་ལག་པ་ཕྱེ་ས་རག་གི་འདུག་ཨ། ལྷག་པར་དུ་ང་རང་ཚོ་ཆ་ལོག་ནང་ཡོད་མྱོང་དུ་བཟོ་དགོས་པ་དེ་རང་དབང་ལོངས་པ་བཤད་མི་དགོས་ས་འདི་ནས་སྐད་སྟོང་པ་སྐད་ལོག་རྒྱབ་ནས་ཨ་ནེ་བོད་ཀྱི་བོད་ཀྱི་ནས་བྱེད་པ་ཡིན་ན། གནས་ཚུལ་ཁ་ཤས་ཀྱི་ཐོག་ནས་བོད་ནང་ནས་ཨེ་མི་ཚད་དོན་དེ་འདྲའི་འཕྲོ་བརླག་ལ་བཏང་ཡས་ཀྱི་ཉེན་ཁ་འདུག་གསུང་ཡས་དེ་འདྲས་གསུང་ཡོད་བ། ལྷག་པར་དུ་ད་དུང་དེའི་ཚེ་དགེ་མར་གོང་ས་སྐྱབས་མགོན་ཆེན་པོ་ཉིས་སྟོང་བརྒྱད་དགུ་གི་སྐབས་ལ་ས་ཆུ་སྒུལ་ཆེན་མོ་དང་འདྲའི་གསུང་འཕྲིན་ནང་ལ་མཇལ་པ་ཡིན་ན། ངས་ལག་པ་གཅིག་དེ་ཨ་མི་རི་ཀ་གི་མཚོན་པའི་རྒྱལ་སྤྱིའི་སྒང་ལ་ལག་པ་གཅིག་བཏང་ཡས་དེ་བདེན་དོན་ཡིན་ནི་འཐབ་རྩོད་ཀྱི་བདེན་རྒྱབ། མིའི་འགྲོ་བ་ཡོངས་སུ་རྫོགས་པ་གཅིག་ལ་གཅིག་བརྟེན་ཡིན་པ། བོད་ཀྱི་གནས་ཚིག་གི་ཐོག་ནས་འཛམ་བུ་གླིང་ལ་ཕན་ཐོག་གི་ཆ་ག་རེ་ཡོད་པ། བོད་ལ་ཆགས་ཆེ་ཉམས་དགའ་བྱུང་ན་ཤུགས་རྐྱེན་ག་འདྲས་འགྲོ་གི་ཡོད་པ་དེ་འདྲའི་གི་ཆ་ནས་ལག་པ་གཅིག ྋགོང་ས ྋསྐྱབས་མགོན་ཆེན་པོས་སྤྱིར་འཛམ་བུ་གླིང་གི་བདེ་དོན་ཡང་སྒོས་ང་རང་ཚོ་བོད་མི་རིགས་ཀྱི་བདེ་དོན་གི་ཆེད་དུ་ལག་པ་གཅིག་ཡོ་རོབ་ཡོ་རོབ་ཀྱི་མཚོན་པའི་ནུབ་ཕྱོགས་ཀྱི་རྒྱལ་ཁབ་ཁག་ལ་བཏང་ཡོད་རེད་ཆང་བཏང་ཡོད་རེད་ལག་པ་གཅིག་ཕར་ཞོག་ལ་རྒྱ་ནག་ལ་བཏང་ཡོད་རེད། ཨ་ནི་རྒྱ་ནག་གི་ལག་པ་དེ་མི་ལག་པ་ལ་ལག་པ་བཏང་པ་ཡིན་ན་ཚི་ཞོག་གི་ལག་པ་དེ་ངའི་ཚེ་ལ་སྐུམ་དགོས་ར་བ་ཟེར་ནས་ཨོ་དེ་འདྲའི་ཚེ་ནས་ཤིག་ངོ་མ་སང་གི་གསལ་བསྒྲགས་དང་དེ་འདྲའི་སྐབས་ལ་སོང་ཡོད་ཨ། ག་ལབ་དེ་ཚོ་ལ་ལྟ་པ་ཡིན་ང་རང་ཚོ་ད་ལྟ་དྲན་གསོ་བཏང་པ་ཡིན་ན་ནི་ཀུན་དགའ་སེང་རྒྱ་མཚན་ཁུ་ཚུབ་གསོལ་བ་ཅིག་རེད་གོང་ས་སྐྱབས་མགོན་ཆེན་པོའི་དགོངས་གཞི་དེ་ཚོ་ཐོག་ལ་ག་འདྲས་སུ་དགོངས་པ་བཞེས་གི་ཡོད་ན་མེད་ན། ལྷག་པར་དུ་བོད་རྒྱ་འབྲེལ་མོལ་གནང་བའི་སྐབས་ལ་གོང་དཀར་གཙང་རྒྱལ་མཚན་དང། ལྷག་པར་དུ་རྒྱ་རི་རིན་པོ་ཆེ་གི་དབུ་ཁྲིད་པའི་སྐབས་ཀྱི་ཉིས་སྟོང་གཉིས་ཀྱི་དུམ་བུ་དེ་གཅིག་པུ་མ་རེད་དེ་ཚོའི་དོན་དགུ་ནས་བཟུང་སྟེ་བྱུང་པའི་གནས་ཚུལ་ཡོངས་རྫོགས་ཀྱི་ནང་ལོགས་ལ། ང་རང་ཚོའི་རྩ་དོན་གྱི་ཐོག་ལ་ཐད་ཀར་གྱི་གནད་ཀྱི་གོམ་པ་མདུན་སྤོས་དེ་འདྲའི་ཇེ་ཡག་གི་གནས་སྟངས་མ་བྱུང་པ་ཡིན་ན་ཡང། ཕྱོགས་སོ་སོ་གྱི་བསམ་ཚད་ཧ་གོ་ཡག་ལ་སོགས་པ་གི། ཕྱོགས་སོ་སོ་རུ་འཐེན་ས་དང་མ་འཐེན་ས་ག་རེ་ཡིན་པ་ཧ་གོ་བ་ལ་སོགས་པ་དེ་འདྲའི་ལ་མཚོན་པའི་གནས་ཚད་གསལ་བོ་ཆགས་པས་མ་ཚད། ད་མོ་ནས་བྱང་ནས་ང་རང་ཚོའི་བོད་དོན་གྱི་ཐོག་ལ་གཞི་ལས་རྒྱ་ཆེ་མི་མང་གི་ནང་ལ་གཙོ་བོ་ཨ་ནི་ལྷག་པར་དུ་རྒྱལ་སྤྱིའི་ནང་ལ་ད་ཅིག་རེ་བ་ཡོད་པ་དང་འདྲ་བའི་གནས་ཚད་གསོན་པོ་བྱས་ནས་བསྡད་ཡོད་པ་འགྲོ་བཞིན་པ་འོ་དེ་ཚོ་ཚང་མ་ལོ། གནས་ཚད་དེ་འདྲའི་གོང་ས་སྐྱབས་མགོན་ཆེན་པོའི་སྐུ་ཚུལ་ཟེར་ཡ་དེའི་མཚན་གནས་ཀྱི་ཐོག་ནས་རྒྱ་ནག་གཞུང་གི་དབུ་ཁྲིད་ཀྱི་མཉམ་དུ་བཀའ་སྤྱི་བཤད་ཁུལ་ཡོད་ཟེར་དུས་དེ་ཚོའི་ལ་གནས་ཚད་དེ་ཚོ་དྲན་པ་བྱེད་སའི་ལ་གང་གི་ཡོད་པ་དེ་གསལ་པོ་རེད་བ། རིམ་བཞིན་མི་ལ་ངང་ངོམ་ཤིག་གྱིས་ང་ཚོ་བོད་རྒྱ་འབྲེལ་མོལ་དང་དེ་འབྲེལ་གྱི་ཐོག་ལ། ཐད་ཀར་གྱི་རྩ་དོན་གྱི་ཐོག་ལ། གཙོ་བོའི་ཐོག་ལ་བཀའ་མོལ་གནང་མ་ཐུབ་པ་ཡིན་ན་ཞོར་ནས་ལྷག་པར་དུ། ྋགོང་ས ྋསྐྱབས་མགོན་ཆེན་པོས་དེབ་ནང་ནས་བཟུང་སྟེ་གསུངས་ཡོད་པ་དེ་སུམ་ཅུ་སྡེ་ཁྲིམས་དཀར་མོ་ཆ་ཚང་དང་གསུང་ཕྲེང་ཆ་ཚང་གི་ནང་དུ་འཇལ་པ་ཡིན་ན་རྒྱ་ནག་བའི་གཞུང་གི་ཐོག་ནས་ག་རེ་གསུང་གི་ཡོད་རེད་ས་གནས་ཀྱི་ཐོག་ནས་བོད་རྒྱ་འབྲེལ་མོལ་དང་འབྲེལ་བའི་ཐོག་ནས་ག་རེ་ག་རེ་གསུང་གི་ཡོད་རེད་དཀར་མོའི་ནང་དང་དུ་བཟོ་ལྷག་པར་དུ་བོད་རྒྱ་འབྲེལ་མོལ་དང་འབྲེལ་བའི་ནང་གི་དཀར་མོའི་གསུང་དང་གསར་འགོད་པ་ལ་དཀར་མོའི་གསུང་དང་དུ་བཟོ་ཚང་མ་ལོ་ཆ་ཚང་མཁྱེན་པའི་ཐོག་ནས་ཨ་ནི་བཀའ་མོལ་གནང་ཡོད་རེད། ངོ་མས་དྲང་གནས་ཀྱི་ད་ག་རེ་ཟེར་དགོས་རེད་ད་གུས་སུ་གོས་སང་རྒྱལ་མཚན་ཁོ་རང་གསལ་བོ་ཁོ་རང་གསལ་བོ་ཁོ་རང་དཔེ་སྟོན་དག་ཅོག་ཙེའི་ཐོག་ལ་དངོས་སུ་ཕེབས་ཉེན་དགོས་མི་ཆགས་བདེ་བ་རེད་བ། དེ་ཕྱོགས་ནས་རྒྱུས་ཡོད་ཆེ་ཤེས་ཅིག་དང་ད་རྒྱ་རིན་པོ་ཆེ་གཞིག་ཡོད་མ་རེད་ད་བཙན་བྱོལ་སྤྱི་ཚོགས་ནང་ནས་ཁོ་རང་རྒྱུས་ཡོད་ཆེ་ཤེས་འགྲོ་བཙུགས་དགོས་གི་རེད་བ། ངོ་ཆེ་ཚང་དེ་འདྲའི་གི་ཐོག་ནས་བཤད་པ་ཡིན་ན་ད་ལྟ་ང་ཚོ་བཞུ་མེད་ལ་རེ་བ་སྟོར་དགོས་གི་ཡོད་པ་དང་ང་ཚོ་རྩ་བའི་ཆབ་སྲིད་གི་ང་ཚོ་པའི་ལྟག་གྲུབ་གི་ཆ་ནས་ལྷག་པར་དུ་ང་རང་ཚོ་བོད་མི་རིགས་གི་རྦད་དེ་ཕུགས་རྒྱང་རིང་པོ་དགོངས་པ་བཞི་དང། ང་ཚོ་བོད་མི་རིགས་ལ་འཇིག་རྟེན་སྤྱི་ཡོངས་ལ་འཁྲི་བའི་འགན་ཁུར་ཆ་ཚང། ད་ནི་ལྷག་པར་ཏེ་རང་སང་ཉིན་གྱི་དངོས་ཡོད་གནས་ཚད། རྒྱ་ནག་གཞུང་གིས་ཁྲག་འཛིང་བྱེད་ཀྱི་ཡོད་པ་ལ་སོགས་པའི་དངོས་ཡོད་གནས་ཚད་མང་པོའི་ཆེད་ལ་བསྟན་གནས་ཡོང་དུས། ང་ཚོས་འབྲེལ་མོལ་གྱི་ཐོག་ལ་རྩ་དོན་གྱི་ཐོག་ལ་ཨ་ལས་རྦད་དེ་རིམ་པས་རིམ་པས་བྱས་ནས་མ་ཐོག་སྐུམ་པ་རྒྱག་ཐུབ་ཀྱི་མེད་ན་ཡང་དེའི་ཐོག་ལ་རྦད་དེ་གོམ་པ་ཕྱེད་ཀ་ཙམ་ཡང་སྤོ་ཐུབ་པ་དང། དེའི་ཐོག་ལ་རྦད་དེ་རང་གཅིག་གི་གནས་ཚད་ཅིག་བོད་ནང་དང་རྒྱལ་སྤྱིའི་ཐོག་ལ་སླེབས་ཐུབ་ཡ་ཅིག་བཟོ་དགོས་ཡ་ཅིག་རེ་བ་བཅང་དགོས་ཡ་ཅིག་ཤིག་རྒྱག་དགོས་ཡ་ཅིག་ད་ང་རང་ཚོ་འཚེ་མེད་ཞི་བའི་འཐབ་རྩོད་འདི་ད་རྦད་དེ་མི་གལ་ཆེན་པོ་ཅིག་ཆགས་བསྡད་པ་རེད་བ། དེ་ཚོའི་ཐོག་ནས་བལྟ་ཡོང་ན། ཨ་ནི་དངོས་གནས་དྲང་ནས་གི།

གོང་གི་གསུང་བཤད་རྒྱུད་དཀར་མོའི་རིམ་པ་གཉིས་པ་དེ་དབུ་མའི་ལམ་གྱི་སྲོལ་གཅིག་གི་སྐོར་ལ་དེ་དང་འབྲེལ་ནས་དབུ་མའི་ལམ་གྱི་སྲོལ་གཅིག་གི་སྐོར་ལ། ད་ལྟའི་རྒྱ་ནག་གཞུང་གི་འཁྲང་འཛིང་གི་སྲོལ་གཅིག་གཞུང་འདིའི་སྐབས་ལ་དབུ་མའི་ལམ་ལ་རྦད་དེ་མུ་མཐུད་ནས་འགྲོ་ས་ཀྱི་ལམ་ཁ་ནི་ཡོད་མ་རེད། དེའི་ཆ་ནས་ནི་ང་རང་ཚོའི་ཕྱོགས་ནས་ད་ག་རེ་བྱེད་དགོས་རེད། རྦད་དེ་མ་འོངས་པ་ད་ལྟའི་རྒྱ་ནག་གཞུང་གི་འཁྲང་འཛིང་གི་རང་རྒྱལ་འདི་མུ་མཐུད་འདིའི་འོག་ལ། ཨ་ནེ། ད་ང་རང་ཚོ་ཨ་ནེ་མུ་མཐུད་ནས་འགྲོ་ས་ཟིག་མེད་ཙང། རྒྱ་ནག་གི་གནས་བབ་གཞན་གྱི་ཐོག་ལ་ང་རང་ཚོ་གྲ་སྒྲིག་གང་ཡང་ཡོང་མ་རེད། ད་ཅིག་ཁ་འདྲ་བོ་ཅིག་གསལ་ལ་མ་གསལ་ལ་ཅིག་རྐྱང་གི་ཡོད་པས་སྐུམ་གི་ཡོད་པས་ཟེར་འདྲ་བོ་ཚིག་དེ་འདྲ་ཁ་ཤས་ཤིག་ཐོན་སོང་ཨ། དེ་འདྲ་ཞིག་འདུག་ཨ། རྒྱལ་ནང་ལ་མ་འོངས་པ་ནི། དཔེ་དེ་འགྱུར་བ་འགྲོ་སྲིད་པ་རེད་ཟེར། ཨོ། དེ་ཆ་ནས་ནི་དབུ་མའི་ལམ་གྱི་སྲོལ་ཆེ། ང་རང་ཚོ་མ་འོངས་པ་དབུ་མའི་ལམ་མ་ཡིན་པའི་གྲ་སྒྲིག་ཡོང་བ་རེད་ཟེར། དེ་ལ་ཡང་ཧ་ཅང་གི་ཐ་ཐལ་ཆ་ཆེན་པོ་དཀའ་མོ་རེད་ཟེར། ངས་དཔེ་ཚིག་ཐག་བཅད་ནས་བཤད་ཐུབ་ཀྱི་འདུག་རྒྱུ་མཚན་ག་རེ་བྱས་ནས་ལབ་པ་ཡིན་ན། ྋགོང་ས ྋསྐྱབས་མགོན་ཆེན་པོའི་ཡ་མཚན་ཞིག་ལ། བོད་ན་ཡོད་དུས་ནས་བཟུང་སྟེ། བོད་འདི་ཁྲིམས་ཀྱི་དབང་སྒྱུར། བོད་གཞུང་འདི་དངོས་གནས་དྲང་ནས་རྩ་ཁྲིམས་ཅན་གྱི་གཞུང་ཅིག་བྱེད་ཡག་གི་ཐོག་ལ་སྐབས་དེ་དུས་ཀྱི་དཔེ་དེ་བོད་ནས་བརྩེ་གྲོང་རྣམ་པ་དང་ནད་ཡོད་མི་སྣ་དེ་ཚོར་གྱི་མཉམ་དུ་ག་མེད་ཞུ་གི་ཡོད་པ་དེ་ད་གསལ་པོ་རེད་བ། བོད་ནས་པའི་ལག་རྗེས་ལས་ཁུངས་དང་ཨ་ནི་གྱོད་ཞིབ་ལྷན་ཁང་ལ་སོགས་པ་དེ་ཚོ་ཡོངས་རྫོགས། གོང་གསལ་སྐྱབས་མགོན་ཆེན་པོའི་དཔེ་ཕུད་རྒྱང་ཧ་ཅང་གི་རང་བོ་གི། འཆར་གཞི་གཅིག་རེད་མ་གཏོགས་འདི་གཅིག་འཕྲལ་སེལ་འཕྲལ་སེལ་གི་དེ་འདྲའི་གེ་མ་རུ་བ། ཡིན་ན་ཡང་དེ་ཚོ་ད་རྒྱ་ནག་གི་བླ་མ་དང་ཡོག་མ་རི་དེ་བཙན་བྱོལ་ལ་འབྱོར་ནས་བཟུང་སྟེ་ཕྱི་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོ་ནས། མ་འོངས་བོད་ཀྱི་རྩ་ཁྲིམས། ཨ་ནེ་སེམས་ཁྲིད་གནང་རུ་བ། དེ་རྗེས་ལ་དྲུག་ཅུ་རེ་ལྔ་གི་ལོ་ལ། ཨ་ནེ། བསྐྱར་བཅོས་བྱས་ནས་ཡོངས་བསྒྲགས་གནང་ནས་ད་རྩ་ཁྲིམས་གནང་ལོག་ལ་སླེབས་ཏེ། འདི་ཆ་ཚང་ཅིག་གནང་ཐུབ་ཡོད་རེད་བ། དེ་དུས་ནས་བཟུང་སྟེ། བོད་ཀྱི་གནས་ཚད་ཀྱི་ཐོག་ལ། དམངས་གཙོའི་ལམ་ལ་ཕེབས་ཀྱི་ཡོད་པ་ཙམ་དུ་མ་ཟད་པའི་འཛམ་བུ་གླིང་འདིའི་སྒང་ལ་དམངས་གཙོ་ལ་གཞུང་གི་དང་ཁྲིམས་སྲོལ་འདྲ་མིན་ཡོད་པའི་མང་གཙོའི་གཞུང་གི་སོ་སོ་གི་གནས་སྟངས་ལ་ལག་ཆ་ལངས་པའི་ཐོག་ནས་བོད་རང་གི་དངོས་གནས་ཚད་དང་རང་གི་དཔེ་སྟེ་བྱུང་རབས་དང་རང་གི་ཐུན་མོང་མ་ཡིན་པའི་ལག་ཆའང་དང། ལྷག་པར་དུ་ང་རང་ཚོ་བོད་མི་རིགས་འདི་བས་སྲོག་དང་སྙིང་པོར་གྱུར་པའི་རིག་གནས་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་འབྲེལ་བའི་ཐོག་ནས་ང་རང་ཚོའི་མི་སྟངས་ལ་བབ་པའི་མང་གཙོ་གི་ཁྲིམས་གཞི་ཡིན་པ་ཡིན་ན་ཡང་ཨ་ནེ་མང་པོ་ཞིག་སྐབས་དེ་དུས་ནས་གསར་གཏོད་གནང་ཡོད་རེད། དེ་ཚོ་ཚང་མ་ལོ་བཞི་སྲིད་ནང་སྲིད་བྱས་ནས་གནང་རེད་མ་གཏོགས་པས། ག་ནས་གཅིག་བཤད་འོག་ནས་ཆ་ཚད་ཅིག་འཐེན་བྱ་རྒྱུ་དེ་འདྲ་གལ་མ་རེད། མ་འོངས་བོད་ཀྱི་རྩ་ཁྲིམས་དང། མ་འོངས་བོད་ཀྱི་རྩ་ཁྲིམས་འཆར་ཟིན་དང། རྩ་ཁྲིམས་སྙིང་དོན་དང་ཆབ་སྲིད་ལམ་སྟོན་འདྲ་བོ་ཅིག་ཡིན་པ་ཡིན་ན་ཡང་འདྲ། བོད་ཀྱི་ཨ་ནེ་སྲིད་འཛིན་ལམ་ལུགས་ཅན་གྱི་རྩ་ཁྲིམས་དང་གྲོས་ཚོགས་ལམ་ལུགས་ཅན་གྱི་རྩ་ཁྲིམས། ང་རང་ཚོ་སི་ཏྲ་སི་པགས་པའི་གསུང་བཤད་གཞིར་བཟུང་གི་བོད་ཀྱི་གཞི་རྩའི་ཁྲིམས་ཡིག། གལ་སྲིད་སི་ཏྲ་སི་པཱ་གི་གསུང་བཤད་གཞིར་བཟུང་བྱས་ནས་རྒྱ་ནག་གཞུང་གིས་བཀའ་མོལ་གྱི་གོམ་པ་ཞིག་སྤོས་པ་ཡིན་ན་དེའི་ཐོག་ནས་ང་རང་ཚོའི་ཁྲིམས་གཞི་འདྲ་བོ་དེ་ག་འདྲས་ཆིག་ཡོང་ས་རེད། ད་ཡོངས་རྫོགས་འཛམ་བུ་གླིང་གི་དམངས་གཙོ་དང་ཁྲིམས་སྲོལ་དང་འདི་ཚོ་ལ་བརྟེན་ནས་ཨ་ནི་ང་རང་ཚོ་བོད་ཀྱི་མ་འོངས་པའི་སྒང་ལ་འཆར་གཞི་གི་སྒང་ལ་དགོངས་པ་བཞེས་དགོས་ཀྱི་ཡོད་ན་ག་རེ་ག་རེ་ཡོད་ས་རེད་ཟེར་དུས་རྒྱ་ནག་རིན་པོ་ཆེ་གི་བས་དེ་དང་ཡ་མཚན་ཞིག་ལ་ཡོངས་རྫོགས་གོ་ཐོག་ལ། སྐྱབས་མགོན་རིན་པོ་ཆེས་བོད་དེ་འདྲའི་བས་དེ་དག་འཕགས་པ་སྤྱན་རས་གཟིགས་ཀྱི་ངུར་སྣེ་དྲངས་ནས་བོད་ཀྱི་མགོ་ཁྲིད་གནང་ཡ་ཐུན་མོང་མ་ཡིན་པ་གི་བས་ཐུགས་རྗེའི་དམ་བཅའ་གི་བྱིན་རླབས་ཀྱི་ཐུགས་ལ་བརྟེན་ནས་བྱུང་གི་ཡོད་བ་དེ་མ་གཏོགས་རྒྱལ་བ་རིན་པོ་ཆེ་གི་བོད་ནས་རྩིས་ཕོབ་དྲངས་ནས་ཁྲིམས་ཀྱི་སྐོར་ལ་ཨ་ནེ་སློབ་སྦྱོང་ནི་གནང་མྱོང་མེད་བ། དེ་འདྲ་ཞིག་བཙན་བྱོལ་ལ་འབྱོར་ནས་བཟུང་སྟེ་ཐུགས་བསུན་ཡོངས་རྫོགས་ལ་ལམ་སྟོན་བྱས་ནས་འོ་དེ་འདྲས་བྱས་ནས་མ་ཚད། ཨ་ནེ་པའི་གཞུང་གི་འགྲོ་སྟངས་འདུག་སྟངས་ཡོངས་རྫོགས་ལོ་པའི། དང་པོ་བཙན་བྱོལ་སྦྱོང་འགོ་ཚུགས་པའི་སྐབས་ལ་བདུན་ཕྲག་རེ་རེ་དེ་ནས་ཟླ་བ་དེ་ནས་ཟླ་བ་དྲུག་དེ་ནས་ལོ་རེ་རེ་ལ་སོགས་པ་སྤྱི་འཐུས་དང་ལ་སོགས་པ་ལ་འཛིན་གྲྭ་ནང་བཞིན་ཁྲིད་ནས་རྟག་པར་གཞུང་ཞབས་ལ་སོགས་པ་ལ་ཐུག་ནས་རིམ་པས་བྱས་ནས། མ་འོངས་པའི་དམིགས་ཚད་འཛིན་སྟངས་དང་བདག་གི་ལས་ཀ་བྱེད་སྟངས་ལ་སོགས་པ་གཞུང་ཚད་དང་ལྡན་པ་ཅིག་ཡོང་ཡག་གི་ཐོག་ལ། ག་ཚོད་ཅིག་ཡིན་ལྟར་སྐྱབས་འགར་མི་ཞིག་སྐུ་ལས་བསྐྱོན་ཡོང་བ་རེད། དེ་དག་ཐམས་ཅད་ཡོངས་སུ་རྫོགས་པ་ལོ། ཨ་ནི་ང་རང་ཚོའི་བོད་ཀྱི་འཆར་གཞི་རེད་བ། ང་རང་ཚོའི་བོད་ཀྱི་མི་མང་དང་བཙན་བྱོལ་ནང་ན་ཡོད་པའི་མི་མང་ལ་ང་ཚོ་སྐྱབས་བཅོལ་བ་ཆགས་རེད་དེ། ད་ང་རང་ཚོའི

གོང་ས་སྐྱབས་མགོན་ཆེན་པོས་ལམ་སྟོན་མ་གནང་བར་ལམ་སྟོན་གཞན་བརྩམས་ནས་གནང་བ་མ་ཡིན་པར་ཉིན་ཡོད་ཐོག་རང་ནས་གཏན་འབེབས་བཅས་བྱ་རྒྱུ་སམ་སྔོན་མ་ནས་ཡོད་པ་དེ་ཚོ་ཡོངས་རྫོགས་ལ་གོང་ས་སྐར་ཚ་ཁི་ཚོ་སྐལ་བཟང་རྒྱ་མཚོས་འཕེལ་ཏེ་ཁྱོན་ནས་འཇགས་མེད་པའི་བཟོ་ར་ཅིག་དུ་བ། ཉིས་སྟོང། དེ་ཙམ་དུ་མ་ཟད་པའི་གོང་ས་སྐྱབས་མགོན་ཆེན་པོས་རང་གི་གཞུང་ས་ཀར་དེ་ཕོབ་ཁྲོམ་བ་ཆེན་པོ་ཟེ་ཁང་དེ་མི་མང་ལ་རྩིས་སྤྲད་གནང་ཡ། དེ་ཨ་ནི། འདི་མ་འོངས་པའི་གྲ་སྒྲིག་མིན་ན། ཨ་ནི་ག་རེ་རེད། དེ་ལས་སླ་ག། མ་འོངས་པའི་གྲ་སྒྲིག་ཅིག་དང་དེ་ལས་ལྷག་ཅིག་འཛམ་བུ་གླིང་གི་སྒང་ལ། མང་གཙོ་གི་ལམ་ལུགས་ཅིག་གི་ནང་ལ་རྒྱལ་ཁབ་ཅིག་གི་ནང་ལ། གཟི་བརྗིད་ཆེན་པོ་ཅིག་བྱུང་མེད་པ། འདི་ཚོ་ཡོངས་རྫོགས་ལོ། ྋགོང་ས ྋསྐྱབས་མགོན་ཆེན་པོའི། ལག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ། མེད་པའི་གནས་སྐབས་ཀྱི་ཀུན་བྱང་བཅུ་བཞི་པ་དང། བཅོ་ལྔ་བ། ཅེས་པའི་སྐར་ཚེས་བར་ཐུན་གསུམ་རྒྱག་པའི་སྐབས་ཅིག་ཡིན་པ་ཡིན་ན་ཡང་འདྲ། ལྷག་པར་དུ་ད་མ་འོངས་པ་མ་འོངས་པ་ལོ་བརྒྱ་ཕྲག་མང་པོ་གི་རྗེས་ལ་ཡང་གནས་ཚད་མང་པོ་འགྱུར་ལྡོག་ཕྱིན་པའི་ཐོག་ནས་ཡང་དེ་འདྲའི་སྐབས་ལ་ཡིན་པ་ཡིན་ན་ཡང་འདྲ་འདུག་དེ་ཚོ་ཚང་མ་ལ་དགོངས་པ་བཞེས་ནས། བོད་མི་སོ་སོས་སོ་སོ་གི་དངོས་གནས་དྲང་ནས་སོ་སོ་གི་གཞུང་ལ་འགན་ཁུར་ཐུབ་ཡག་གི་དེ་འདྲའི་གི་སྦྱོང་བརྡར་སྤྲད་ཡག་གི་བྱས་ཏེ་ད་ལྟ་ང་ཚོ་སྦྱོང་བརྡར་ཏན་ཏིག་སྤྲོད་དང་སྤྲོད་བཞིན་པ་ཡིན་པ། ང་རང་ཚོ་ང་རང་ཚོའི་འགན་འཁྱེར་ནས་ད་ཅིག་ཡོང་གི་ཡོད་ན་མེད་ན་འགྲོ་ཁ་ཇེ་རེ་བ་རེ་བ་སེ་སྐྱོང་ན་ད་ག་རང་རྒྱལ་སྤྱི་སྒང་ལ་ཨ་ནེ་གཞུང་གི་འགན་འཁྱེར་དྲི་སྤྲོད་ག་བ་སེམས་ཁོ་ལོ་རེ་ད་དུས་སུ་འགྲོ་གི་ཡོད་རོ་ད་ད་འགན་ཞིག་འཁྱེར་ནས་དུས་སུ་ཡོང་རྫོགས་ལོ། ཨ་ནི། ང་རང་ཚོས་མ་འོངས་པ་བརྟན་པོ་གནས་ཡ་དང་བོད་མིའི་སྒྲིག་འཛུགས་བརྟན་པོ་གནས་ཡ། མ་འོངས་པའི་འཆར་གཞི་འཐབ་རྩོད་འདི་རྒྱལ་མང་པོ་ཞིག་གནས་དགོས་ན། ཨང་དེ་འདྲའི་གི་ཐོག་ནས་ང་ཚོ་འཆར་གཞི་གི་ཐོག་ནས་འགྲོ་ཡོད་རེད་བ། ད་ང་ཚོ་ཡིན་ཕྱིན་མི་གཅིག་འཆར་གཞི་བཟོས་ནས་ཨ་ནི་ཅིག་བཤད་ཡོང་དུས་ད་ག་རེ་བྱེད་དགོས་རེད། ཨ་ནེ་ཧུ་མེ་ལམ་གྱི་སུན་ཆིང་གི་ཐོག་ནས་མ་མཆོངས་པ་ཡིན་ན་ང་ཚོ་སུན་ཆིང་འདི་ཡོད་ཟེར་ཡ་ཅིག་ཨོ་དེ་འདྲས་ཅིག་ད་ཅིག་ལབ་དགོས་ཀྱི་ཡོད་པའི་སོགས་རང་འདྲ་བོ་ཅིག་དེ་འདྲས་ཅིག་གར་ཟེར་གོ་རེ་བོ། སོ་སོ་ཅིག་མགོ་གཉིས་མ་ཡིན་པ་སོགས་རང་འདྲ་བོ་ཅིག་སེམས་ལ་འབད་དེ་རང་ཅིག་སོ་སོ་གི་འཛུན་བཞིན་པའི་སུན་ཆིང་ལ་འབད་དེ་ཡིད་ཆེས་མེད་པའི་སོགས་རང་འདྲ་བོ་ཅིག་འོ་རེ་བ། ད་ལྟ་ང་ཚོས། གནམ་འོག་འདི་ལ་ཡོད་པའི་བོད་མི་ཚང་མས་བློ་གྲོས་བསྡུར་བའི་ཐོག་ནས་དེ་རིང་སང་ཉིན་གྱི་ངེས་ཡོད་གནས་ཚུལ་དང་འཚམས་པའི་སྲིད་བྱུས་འཕེལ་དུ་བྱུང་བ་གཅིག་འོག་མའི་ལམ་གྱི་སྲིད་བྱུས་ཡིན་པ་དེ་ཁོ་ཐབས་ཤེས་གཞན་དང་གཞན་གྱི་གནས་ངེས་ཡོད་གནས་ཚད་མཐོའི་དམིགས་ཡུལ་སྤར་སྐུལ་ལས་རིམ་གྱི་འགྲོ་སྟངས

ཨ་ནི་བོད་མི་མང་གི་ཐོག་ནས་ནི་ཐག་གཅོད་བྱ་རྒྱུ་གཅིག་རེད་བ། འོ་དེ་འདྲའི་གི་ཆ་ནས་ནི། ང་རང་ཚོའི་འོ་མའི་ལམ་གི་སྲོལ་རྒྱུན་དེ། བེ་ཏེ་རང་ད་དངོས་གནས་དྲང་གནས་གི་ང་རང་ཚོའི་བསགས་རྗེས་བརྡར་བའི་གསེར་རྒྱུན་དེ་ཟེར་ན་ཡང་མི་འདུག། ད་ག་འདྲེ་འདུག་ཐབས་ཤེས། ང་རང་གསུང་ནས་སྟངས་ལ་བབས་པས་དངོས་གནས་དྲང་ནས་གི་ད་ག་རེ་འདུག་ཟེར་ནས། ད་རྡོག་སྒྲིག་ད་ཡིན་གཅིག་དངོས་གནས་དྲང་ནས་བློ་གྲོས་བསྡུར་རྒྱུ་ཡོད་ལ་མེད་དུ་ཚང་མ་བསྡུར་བའི་ཐོག་ནས་ཨ་ནི་ང་རང་ཚོའི་གོང་མའི་ལམ་གྱི་སྲིད་བྱུས་དེ་གཏན་འབེབས་བྱས་བཞག་རྒྱུ་གཅིག་རེད་བ། དེའི་ཆ་ནས་ནི་འོ་མའི་ལམ་གྱི་སྲིད་བྱུས་ད་འདི་བརྟན་བཟུང་སྤེལ་ཡིད་ཆེས་བླུན་རྒྱས་བྱེད་ཆོག་ཡག་གི་གནས་སྟངས་ཡོད་རེད་བ་འོ་མའི་ལམ་གྱི་སྲིད་བྱུས་ལ། བྱས་ཙང་འོ་དེ་འདྲའི་ཅིང་ཡོད་གི་ཡོད་གི་ལ་ཡང་ཨེ་ང་རང་ཚོ་ཅག་འཆར་གཞི་གཞན་པ་ཡོད་ཨ་མ་རེད་ཟེར་ཡ་སོ་ར་འདྲའོ། འཆར་གཞི་གཞན་པ་ཞིག་དགོས་གི་ཡོད་རེད་སོ་ར་འདྲའོ། འོ་མའི་ལམ་གི་སུ་ཞིག་ལ་དངོས་གནས་དྲང་གནས་ཀྱི་ད་ཅིག་ཨ་ནེ་ཅིག་རེད་བ་མེད་པས་སོ་ར་འདྲའོ། དེ་རྒྱ་ནག་གཞུང་གི་ཐོག་ནས་ཁྲག་འཛིན་བྱས་བ་དེ། འོ་མའི་ལམ་གི་སུ་ཞིག་དང། འོ་མའི་ལམ་གྱི་གཟུགས་གཅིག་ཁོ་རང་གི་ཐོག་ནས་ནི་མ་འདྲེས་པ་དེ་འདྲའི་སྐད་མ་རུ་བ། སྤྱིར་རྒྱལ་སྤྱིའི་སྒང་ལ་སྟོད་མའི་ཡོང་འབབ་དེ་སྟོད་མའི་སྡུག་པ་མུ་ཙམ་པས་ཁྱད་གསོད་རང་བྱེད་མཁན་གྱི་གཞུང་ཅིག་ཡིན་པ་དེ་ད་ལྟ་འཇིག་རྟེན་ཡོངས་གྲགས་ཆགས་བསྡད་པར་བ། དེ་འདྲའི་གཅིག་གི་སྲིད་གཞུང་གཅིག་ལ་ང་རང་ཚོས་རིམ་པས་བྱས་ནས། འགྱུར་བ་རིམ་པའི་ཐོག་ནས་ང་རང་ཚོ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་དངོས་གནས་གྲངས་ལས་ཀྱི་ཁབ་གཏད་བཅག་ནས་འགྲོ་དགོས་ཡ་དེ་གཞོལ་གྱི་གལ་ཆེན་པོ་རེད་བ། ད་རྒྱལ་སྤྱི་དང་རྒྱ་ནག་ནང་ཁུལ་ནས་པའི་ཞུ་བོད་ཅིག་ང་རང་ཚོ་ད་རྦད་དེ་དུས་ཚོད་ཐུང་ཐུང་ཞིག་གི་ནང་ལོགས་ལ་ང་རང་ཚོས་གནོན་ཤུགས་ཞུ་བོད་ཅིག་སྤྲད་ཡ་ཟེར་ཡ་འགྲོ་དེ་འདྲའི་གི་གལ

དེ་འདྲ་དང་འགྱུར་མི་སྲིད་པ་མ་རེད་བསམ་བསམ་འདྲ་བོ་ཅིག་ཨོ་དེ་འདྲའི་དྲན་གི་འདུག་ཨ་ནི་ལྷག་པར་དུ་དབུ་མའི་ལམ་གྱི་སྲོལ་རྒྱུན་པས་གཏན་འབེབས་གནང་བའི་སྐབས་ལ་དང་དེ་འབྲེལ་གྱི་པའི་ཡོངས་རྫོགས་གཞན་པ་ལངས་ཕྱོགས་དང་བསམ་ཚུལ་ཡོངས་རྫོགས་ཀྱི་ཐོག་ལ་ང་རང་ཚོས་གྲོས་བསྡུར་བྱས་ཡོད་པ་སོང་ཙང། ང་ཚོའི་ལངས་ཕྱོགས་གཞན་དང། སྲོལ་རྒྱུན་གཞན་གྱི་གནས་ཚད་ག་འདྲས་ཡིན་མིན་ང་རང་ཚོས་ཆ་ཚང་ཞིག་ང་ཚོས་ཤེས་ཀྱི་ཡོད་རེད་བ། དེ་གསལ་པོ་གསལ་རྐྱང་ཅིག་རེད་བ། ཁོང་སྐལ་བཟང་རྒྱལ་མཚན་ཁོ་རང་གི་གསལ་པོ་ཅིག་ཁས་ལེན་དགོས་ཡ་ཅི་ག་རེད་བ་དེ་ལགས་ན་གལ་སྲིད་དབུ་མའི་ལམ་གི་སྲོལ་གཞིར་བཟུང་མེད་པ་ཡིན་ན། དངོས་གནས་དྲང་མེད་དེ་སྐུ་ཚེ་སྐལ་བཟང་རྒྱལ་མཚན་ཁོ་རང་གི་ཡིན་པ་ཡིན་ན་རྒྱ་བོད་རིན་པོ་ཆེ་གི་སྐུ་ཚུལ་གི་མཚན་གནས་མཁས་པའི་ཐོག་ནས་རྒྱ་ནག་ལ་འགྲོ་ཡ་དེ་རེད་བ་ཁོ་རང་ཡོག་མ་རེད་རྒྱ་ནག་ལ་ཡོང་ཡོང་ཡོང་ཡ་ཁོ་རང་མེད་བ་དེ་གསལ་པོ་རེད་བ། དེ་འདྲ་བྱེད་དུས་ཡོད་ནི་ད་དངོས་གནས་དྲང་མེད་གི་ད་དེ་ཚོ་གི་ཐོག་ལ། སྐར་མའི་ངང་བའི་སྐབས་ལ། ཨ་ནི། པས་གཟབ་གཟུབ་གནང་དགོས་ཀྱི་འདུག་ལ་ཨ་ནི་དེས་ཀྱང་ད་ག་ཟིག་ཅིག། དུས་ཕྱིས་ནས་སོང་བཞག་པ་ཨེ་ཡོད་བཞག་ན་འགྲིག་པ་ཅིག་རེད་མི་འདུག་ཅུས་ཀྱི་འགན་འཁེལ་དགོས་ཀྱི་འདུག་བསམ་གྱི་འདུག་རྩ་དོན་གྱི་ཐོག་ལ་དངོས་གནས་དྲང་གནས་ཞུ་གྱི་ཡོད། ཨ་ནི། མཐར་སྡོམ་འགྲོ་བོ་བྱས་ནས་བབས་པ་ཡོང་དུས། ད་ལྟ་གི་གནད་དོན་གཉིས་ཡོད་རེད་ད་ང་ཚོ་ཁོང་ཚོ་ཞུས་བྱ་རྒྱུ་དེ་ཚོ་ཡོངས་རྫོགས་ལོག་འདུག་སི་ཏཱ་ཡོང་དུས། ཐ་མ་འགྲོ་བ་དེ་ང་རང་ཚོ་སེམས་ལ་ད་ག་རེ་དྲན་གི་ཡོད་རེད་ལབ་ན། ཨ་ཙི། ད་དངོས་གནས་དྲང་ནས་ད། ད་སྐྱབས་མགོན་རིན་པོ་ཆེ་རྒྱལ་བ་རིན་པོ་ཆེ་ལ། ཡིད་ཆེས་ག་ཚོད་ཟིག་བྱེད་ཀྱི་ཡོད་ནའང་བསམ་བསམ་འདྲ་བོ་བྱེད། ཡིད་ཆེས་བྱེད་ཡ་ཟིག་ཁྱོན་ནས། ཨ་ནེ་ག་རེ་ཟེར་དགོས་རེད་སོ་སོ་ལ་ཡིད་ཆེས་བྱེད་ཡ་བྱེད་ཀྱི་ཡོད་ན་བློ་སྦྱོང་ཟེར་ན་ཡང་མི་འདུག། དེང་གི་རིན་པོ་ཆེ་གི་གསུང་བཞག་རྒྱུ་དེ་ཚོ་གི་ཐོག་ལ་སློབ་སྦྱོང་ག་ཚོད་ཟིག་བྱེད་ཡོང་ནའང་སེམས་སུ་འདྲ་བོ་ཅིག་ཨོ་དེ་འདྲའི་ཅིག་ལྟར་དོགས་པ་དེ་མི་ཟ་རང་ཟ་རེད་འདུག་བ། ཁོ་ཚོས་ཕེ་ཚོང་ཀྱང་སེ། ཁོ་རང་ལ་མཚོན་ན་ངོ་ནི་སྤྲང་ནི་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་མི་ཉུང་ཤས་ཅིག་ཡོད་པའི་ནང་ནས་ད་ཁེ་བཟང་ཚད་མཐོ་བའི་ཁེ་ཕན་ཆ་ཚང་རག་འཇོག་ཅིག་རེད་བ། ཚེ་ལས། ཆེ་མཐོང། སྐད་ཅིག་དངོས་གནས་དྲངས་ནས་བོད་ཀྱི་རིག་གཞུང་དང་ཆོས་ཕྱོགས་ཀྱི་དུས་ཚོད་གཏམ་ཟབ་མོ་ཞིག་བཤད་ཉེན་ཞིག་ཡིན་ན། རྒྱལ་བ་རིན་པོ་ཆེས་དེ་འདྲའི་ཞབས་ཞུ་བསྒྲུབས་ཡས་སྐོར་སྐྱོད་ཅིག་བྱུང་པ་ཡིན་ན་ཚེ་འདི་དང་ཕྱི་མ་ཐམས་ཅད་ཀྱི་དོན་ཡང་བདེ་བླག་རང་བཞིན་གྱིས་འགྲུབ་གི་ཡོད་རེད། དུས་ཚོད་ཡོངས་རྫོགས་ཀྱི་ཐོག་ལ་གཟིགས་གསོལ་གཟིགས་པ་ཆེན་པོ་ཞུས་ཅིག་གནང་ཡོད་རེད་བ། དགའ་ལྡན་ཕོ་བྲང་ཡིག་ཚང་དང། ནི་གོང་ས་སྐྱབས་མགོན་ཆེན་པོའི་ཐོག་ནས། ལྷག་པར་དུ་ཁི་སང་ཁེ་སང་ཀྱང་སིང་སྔོན་མ་ང་ཚོ་གྲོས་ཚོགས་ནང་ནས་དགའ་མོས་བྱུང་རེད་ཁོ་རང་གི་ཁོ་རང་ཁོ་རང་གི་གཟིམ་ཤག་ནས། ཕྱག་ལས་གནང་བསྡད་པ་ཡིན་ན་ལ་ཆགས་པ་རེད་དེ་འདྲའི་ཅིག་ད་ད་ནང་པ་དེ་བཙན་བྱོལ་ནང་ན་བྱུང་ཨ་ཡོད་ན་མེད་ན་བསམ་གི་འདུག་ཁོ་རང་ལ་དེ་འདྲའི་ཅིག་ག་གནང་མྱོང་པ་རེད་གྲོས་ཚོགས་ནང་ནས་འགྲོ་ལམ་མང་པོ་བྱུང་པ་རེད་དེ་འདྲས་ཅིག་བྱེད་པ་རེད་དེ་དེ་ད་ལྟ་དེ་འདྲས་ཅིག་གར་སྲིད་པོ་རེད་ཅིག་གནང་ཡོང་པ་ཡིན་ན་དེ་ལ་དགེ་བའི་རྒྱུ་མཚན་གཞན་པ་དེ་འདྲས་རྩ་བ་ཉིད་ནས་ཡོད་པ་ཅིག་རིགས་པའི་ལམ་ནས་བསམ་བློ་བཏང་ན་མཐོང་གི་མི་འདུག་དེ་བྱེད་དུས་ནས་དེ་འདྲས་བཟུང་ལྷག་པར་དུ་ད་ལྟ་ཞེད་སྣང་ཚ་བོ་ཅིག་ལ་ད་འདིའི་བཀའ་ཤག་གི་ནས་བོད་རྒྱ་འབྲེལ་མོལ་གི་ནས་སློབ་སྟོན་པ་གི་མཚན་གནས་བཞིག་ཡོད་རེད་བ་དེ་དེ་འདྲས་བཟུང་བསྡད་པ་ཡིན་ན། ཨ་ནི་ད་ག་ཚོད་ཅིག་རེད་ད། སློབ་སྟོན་པ་ལ་ཆེ་མཐོང་ག་ཚོད་ཅིག་ལས་ས་རེད། སློབ་སྟོན་པ་ཡིས་དེ་འདྲ་གསུང་གི་བསྡད་པ་ཡིན་ན་དེའི་གཞི་ཤུགས་ལ་བརྟེན་ནས། ཞུམ་མེད་ཀྱི་ད་ལྟ་ཐབས་ཇུས། གཏན་འཇགས་ཐབས་ཇུས་ཚོགས་ཆུང་དང། བཀའ་ཤག་དང་ལྷག་པར་དུ་བོད་བསྟན་སྲིད་སྐྱོང་ལ་ཡང། མཐོང་ཆུང་གཏང་གི་རེད་བ། སློབ་སྟོན་སློབ་སྟོན་པ་དེ་འདྲས་ཅིག་བཞག། སྐྱབས་མགོན་པོ་ཞིག་གི་སྐུ་ཚབ་ཀྱི་མཚན་གནས་ཁེལ་ནས་རྒྱལ་བ་རིན་པོ་ཆེ་ཀྱི་དགོངས་བཞེད་ཀྱི་ཐོག་ལ། གང་ལ་གང་འཚམ་གྱི་ངལ་བ་རྙེད་ཡོད་པའི་རྟགས་མཚན་མེད་མཁན་གྱི་མི་གཅིག། སྤྱི་ཚོགས་ནང་ལོགས་ལ་དེ་འདྲ་འདྲ་མི་འདྲ་གསུང་མཁན་གཅིག་གནས་བཞག་པ་ཡིན་ན། ཨ་ནི་ག་འདྲ་ཡིན་ན་བསམ་བསམ་གྱིས་དྲན་གྱི་རོགས་བསམ་ཡོད་ཀྱི་མི་དེ་ཚོ་ང་རང་ནང་བཞིན་ངོ་ནས་དྲང་ནས་ཅིག། ཁོག་ལ་ཤར་ནས་དོགས་མ་བསྡད་པ་ཡིན་ན་ཁ་ནས་བཏོན་མཁན་དཔེ་ཉུང་ཉུང་རེད་དེ། ཡིན་ན་ཡང། ང་རང་ལས་སླ་གི་གནས་ཚུལ་ཁྱད་མཁས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་གང་བསྡད་ཡོད་རེད། ལྷག་པར་དུ་ང་ཚོ་གཅིག་གཞུང་ཞབས་ཟུར་པ་དང་དུ་ཚོགས་ཚང་གིས་ཡོངས་རྫོགས་མཁྱེན་གྱི་ཡོད་རེད། དེ་བྱེད་དུས། ད་དངོས་གནས་དྲང་གནས་ཀྱི་ད་ལྟ་བར་དུ་བལ་དེ་འདྲ་ཞིག་ལོག་ལངས་འདྲ་བོ་བྱས་ནས་ད་སླེབས་ཡོད་རེད་ཟེར་ནས་ཚང་མས་ངེས་འཛིན་བྱེད་ཀྱི་ཡོད་དུས། ད་ང་རང། ཡག་པོ་ཅིག་ཉར་ནས་ཨ་ནི་གཞིགས་པ་ཡིན་ན། ཨ་ནི་ཡག་གི་འདུག་བསམ་བསམ་འདྲ་བོ་ཅིག་འོ་དེ་དྲན་གྱི་འདུག། དངོས་གནས་དྲང་ནས་ཞུ་གི་ཡོད། ཨ་ནི། དེ་འདྲའི་རིགས་ཅིག་ག་རེ་ཟེར་དགོས་རེད་དཀའ་མོད། ནང་བསྡད་པ་ཡིན་ན་དངོས་གནས་དྲང་ནས་དེ་མ་འོངས་པ། ང་རང་འདྲ་བོ་བྱིངས་པ་ཡིན་ན་དངོས་གནས་དྲང་ནས་ཁོང་སྐལ་བཟང་རྒྱལ་མཚན་ལ་བརྩི་བཀུར་ཡོད་ད་ན་པར་དེར། སོ་སོ་ང་རང་ཚོ་བཙན་བྱོལ་སྤྱི་ཚོགས་འདིའི་ནང་ལོགས་ནས་བོད་རྒྱ་འབྲེལ་མོལ་གྱི་གནས་ཚད་ཀྱི་ཐོག་ལ། གང་ལ་གང་འཚམ་རེད་ཅེས་འགར་བརྩི་གི་རེད། ཅེས་བཤད་མཁན་གྱི་གི་གྲས་ལ་བརྩིས་ན་མ་འགྲིག་པ་ཡང་མ་རེད་བསམ་གི་འདུག་དེ་ཆ་ནས། གཉིས་ནས། སོ་སོ་གི་བས་རྒྱལ་ཁབ་དང་མི་རིགས་ཀྱི་དབུ་ཁྲིད་ཀྱི་སྐུ་ཚབ་རེད། དེ་ལས་ཀྱང་གལ་ཆེ་བ་གཅིག་ལ་སོ་སོ་གི། ངོ་ནས་དྲངས་ནས་ད་བཀའ་དྲིན་སེམས་ལྡན་གྱི་བླ་མ་རྡོ་རྗེ་འཆང་གི་ཨ་ནེ། བོད་མི་རིགས་སྐྱོབ་པའི་ཨ་ནེ་ལས་དོན་ཤེས་རབ་པ་ཅིག་ད་ཐུགས་ཡིད་ཆེན་པོས་གནང་ནས་ཨ་ནེ་ཐུགས་ཡིད་ཆེན་པོས་ད་འགན་དེ་མར་གནང་ས་གི་མི་ཅིག་ཡིན་པ་སོང་ཙང་ང་རང་ཚོའི་ཨིན་ཡུལ་ནང་པའི་གཞུང་གི་ནང་ལོགས་ལ་བོད་ཀྱི་རིག་གཞུང་གི་ཐུན་མོང་མ་ཡིན་པའི་བོད་ཀྱི་རིག་གཞུང་གི་ནང་ལོགས་ལ་བླ་མའི་ཐུགས་ཡིད་ཆེས་ས་དང་བླ་མའི་གསོ་སྐྱོང་བྱས་ནས་བླ་མའི་རྩིས་ཆེན་པོ་གནང་ས་ཡོད། མི་དེ་ཚོ་བླ་མའི་དབང་གནས་དྲངས་ནས་པར་པའི་བུ་ག། ཨོ། དེ་འདྲའི་ལ། ཨ་ནི། བརྩི་བཀུར་བྱེད་དགོས་ཡ་དང་ལྷག་པར་དུ་སོ་སོ་གི་བླ་མ་སྔ་ཕྱི་བ་དང་དེ་ཚོ་ལ་སོ་སོ་གི་ནང་མི་ནང་བཞིན། དཔེ་རྒྱ་ནང་བཞིན་ཕ་མ་ནང་བཞིན། སེམས་ནས་བརྩི་བཀུར་བྱེད་དགོས་ཡ་དེ་འདྲའི་གི་གཏམ་ཚིག་ལ་ཡོད་པ་རེད་བ་དེ་འདྲའི་གི་ཆ་ནས་ད་ལྟ་བར་དེ་ཡིན་པ་ཡིན་ན། གཙུག་བཀུར་ཡོད། དེ་ཡས་ཀྱི་ཀུན་དགའ་གཟིགས་རྒྱ་མཚན་ཁོ་རང་གི་ཅིག། ངེས་པ། ཅིག། ཅིག་གཡུང་དྲག་འདྲ་བོ་ཆགས་པ་འདུག་དེ་འདྲའི་གི་ཐོག་ནས་ཁོ་རང་གི་བཀའ་མོལ་གནང་བཞག་རྒྱུ་དང། ཡང་ན་ནི་ཁོ་རང་གི་ཅིག་དཔེ་ཅིག་དེབ་བྲིས་བཟོ་རྒྱུ་འདྲ་བོ་དང་དེ་འདྲའི་གི་ཐོག་ནས་མ་རེད་དེ་གོང་ས་སྐྱོང་ཀུན་ཆེན་པའི་སྐུ་ཚོགས་ལ་བསྐུལ་ཡོད་དེ། འོ་ད་ཅིག། དངོས་གནས་དྲང་ནས་ཅིག། ཏག་ཏག་འཇུག་ད་མ་འདྲ་བ་ཅིག་ཡིན་གྱི་རེད་བསམ་བསམ་འདྲ་བོ་ཅིག་ཡོད་རེད་ད་ཡིན་ན་ཡང་མངོན་གྱུར་གྱི་མངོན་སུམ་གྱི་མཐོང་ཡུལ་དུ་ཨ་ནི་གོང་ས་སྐྱབས་མགོན་ཆེན་པོའི་དགོངས་གཞི་དང་མི་མཐུན་པས་ཨ་ནི་ད་ལྟ་བར་དུ་སོ་སོ་གྱི་རྣ་བཞག་རྒྱུ་དུས་གཟུགས་ལ་རྦད་དེ་ཆོད་སེམས་བརྟན་པོ་མེད་པའི་རྣམ་པ་མཚོན་ཡག་གི་འོ་འདི་འདྲའི་བཀའ་མོལ་གནང་གི་བསྡད་པ་ཡིན་ན། ཨེ་ནི། རིགས་པ་ཡིན་ནི་མི་ནུས་ནི་མི་ནུས་ཏེ་དེ་ལ་ཚུལ་གྱིས་སྦྱངས་ཟེར་ནས་གསུངས་ཡོད་པ་རེད་དེ་ནི་ནང་བཞིན་བྱས་ནས་ནི་བརྩི་བཀུར་བྱེད་ཡ་དང། ཆེ་མཐོང་ཕུལ་ཡ་དང་དུ་བཟོ་ཡ་ཡིན་པ་ཡིན་ན་ཡང་མ་འོངས་པ་དེ་འདྲས་སོང་པ་ཡིན་ན། ཨ་ནི། ག་ལེ་ཁ་པོ་རེད། མ་འོངས་པ་དེ་འདྲས་སོང་པ་ཡིན་ན། ཨ་ནི། ངོ་ནས་དྲང་འདུག་གི་ད། ང་ཚོ་འདི་ལས་བགྱིས་ཚིག་བགྱིས་ཚིག། ཨ་ནེ་ཇི་ལྟར་བརྩི་དགོས་རེད། ཞུ་དགོས་ཡ་ཐུག་ན་ག་རེ་བྱེད་དགོས་ཐུག་ན། ཨ་ཅེ་ཡག་གི་འདི་ནི་འཆར་རྒྱུ་ཡོད་བསམ་ནས་ད་རེས་དེ་འདྲ་ཅིག་ཞུས་བཞག་ན་བསམ་བསམ་འགྲོ་ཅིག་འོ་དེ་དྲན་སོང། ལ་སོང་ནས་ད་མཚམས་བཞག་ན།